གཡས་རྒྱུ་ལས་ཀ་ས་རྒྱུ་དེ་ནས་ཡ་ང་བཏང་ངེ། བཏང་ནས་དེ་ནས་སྟོན་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་ང་བཏང་ཨ་ད། མཛད་པ་རྣམ་ཐར་དགུ་ནས་སྐོར་ལ་བཞིན་བསྐྱོད་དེ་ད་དེ་ནས་བདག་ང་བཏང་ངེ། བསྐལ་པར་པ། དེ་ནས་མཚན་ཉིད་མེད་པའི་ཆོས་སྐོར་དང་བཀའ་ཐ་མ་ལེགས་པར་རྣམ་པར་བཅད་པའི་ཆོས་སྐོར་བཞུགས་ཏེ་ད། དེ་ནས་བཀའ་བར་པ་བཞུ་ཆས་པོ་དེ་ནས་བཙུན་པ་ཐུགས་རྗེ་ཅན་ནས་ཁོང་རང་སྐུ་རྩེ་ན་ང། དེ་ནས་ཆོས་པོ་ཕྱིར་ཕོག་གསུམ་སུ་ང་མཛད་བཀྱག་ད་ཨིཟུ་ག་ད་མ་མང་པོ་སུ་ང་མཛད་བཀྱག་པ་ཨིན་ནང་ཆོས་དེ་ནས་བདེན་པའི་ད། ཁག་ཆེན་སོ་སོགས་པོ་གསུམ་སུ་ང་མཛད་བཀྱག་གཅིག་ང་དང་འདེགས་བཞུ་ཚར། ཀའོ་དེ་ནས་བདེན་པ་བཞིའི་ཆོས་སྐོར་ཨིན་ནོ། ཀ་བ་ར་ནས་སའི་སྐོར་ར་མཛད་ཚར་བ་ད་ཉིས་པ་བོ་དེ་ནས་ང་དང་ད། དེ་ནས་མཚན་ཉིད་མེད་པའི་ཆོས་སྐོར་བརྗོད་དེ། ཀའོ་དེ་ནས་གདངས་ལྔ་དང་བཞུ་ཚར་ཀའོ། བདག་ས་སྐྱ་རྒོད་བུང་བའི་རི་ཡ། དེ་ནས་དིར་སྒྲ་ཀུ་རི་ལ་སོང་བ་འཛད་ཀྱག། དེ་ནས་དྷ་མ་བོ། དེ་ནས་ཆོས་སྐོར་གསུམ་པ་བོ། དེ་ནས་བདག་ས་ལྔ་དང་ཧྱང་སྤ་ཅན་ཡ་བེ་ཤ་ལི་ཡ། དེ་ནས་ལེགས་པར་རྣམ་པར་བྱ་བའི་ཆོས་སྐོར་ཚང་ཀ་ཏེ་སྐོར་བོ་བཞུ་ཚར་ཨོ་ད་ཏེ་ཆོས་སྐོར་ཚང་པ། དེ་ནས་སྐོར་ར་བཛྲ་ཅེས་པའང་དེ་ནས་སྟོན་པ་ཐུགས་རྗེ་ཅན་ལ། དེ་བདག་ས་ལྔ་དང་འཁོར་བའི་སེམས་ཅན་ཚང་མ་ཉོན་མོངས་པས་དེ་ནས། ངག་ནས་ཕིང་ཡང་བརྫད་དེ་ཉོན་མོངས་སུ་བ་ཡོད་ན་སྡུག་བསྔལ་སྐྱེ་སྟེ་སྡུག་བསྔལ་ནས་ཕིང་བཅུ་བ་བརྫད་དེ་དེ་ནས་པ་ཚང་མ་འདས་བའི་ལམ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཨ་ཁྲིད་དེ་ཁྲིད་དེ་ཁྱེད་ར་བཛྲ་ཇི་སྲིད་བྷི་ཡ་ཏའི་ཆོས་སྐོར་རིམ་པ་གསུམ་པོ་སྐོར་སྐོར་ར་བཛྲ་སྒོ་སྐྱག་ཆུ་ཅན་འོ་ད་ཏེའོ་ཡང་ང་དེ་ནས་མང་པོ་ཞིག་མ་འཁྲུས་ས་མ་ཐུས་ས་དེ་ནས་ཏེ་སྟིང་ནས་ང་ད་ད་དེ་ནས་སྟོན་པ་ཐུགས་རྗེ་ཅན། ད་ཡི་དག་ས་ལྔ་དང་བཞི་ན། དེ་ནས་ད་ས་སྐལ་བཟའ་བས་དེ་ནས་ཚེས་བཅོ་ལྔ་དེ་ནས་སྐུ་མྱ་ངན་ལ་བཟླས་པའི་ཚུལ་ལྟར་ན་མཛད་བསྐལ་པོ་དང་དེ་ནས་བདེན་པའི་ད་ཨོ་དེ་སྐོར་བུ་ལྔ་དང་གཅིག་བཞིན་ཨོ་ད་དེ་ནས་ད་ས་ལྔ་དང་ཆོས་སྐོར་གཏན་ལ་ཕབ་པ་བཞུགས་ཏེ་ད་ཆོས་ཀྱི་འཁོར་ལོ་གཏན་ལ་ཕབ་པ་དེ་ནས་ཨོ་འགའི་བཞུགས་པའི་ནང་ད་ཏོའི་གསུང་ང་མཛད་དུ་ཡོད་ཀྱི་ཀ་ཨོ་དེ་ནས་ལྔ་དང། འཁོར་ལོ་གསུམ་པ་བསྐོར་བར་བྱ་བ་དང། དེ་ནས་རྟག་པར་ལྟ་བ་རྫོགས་པར་བྱ་ཕྱིར་དང་གདུལ་བྱ་དཔག་མེད་འདུལ་བར་བྱ་བའི་ཕྱིར། གཉིས་མེད་དཀྱིལ་འཁོར་ཤར་ནུབ་མེད་པ་བཞིན་དེ་ནས་མྱ་ངན་མི་བདག་རྟག་ཏུ་བཞུགས་ན་ཡང། གདུལ་བྱ་བསོད་ནམས་ཟད་པའི་སྣང་བ་ལ་ཉི་མ་ནུབ་པར་འགྱུར་བ་ཇི་བཞིན་དུ་དེ་ནས་ཤཱཀྱའི་རྒྱལ་པོས་དགུང་ལོ་བརྒྱ་བཅུ་གཉིས་བཞེས་པའི་དུས་སུ་མྱ་ངན་འདའ་བར་དགོངས་མོ་དེ་ལྟ་སྟེ། ཨོ། ཅིའི་སུ་ང་འཛའ་སྟེ་ཨིན་སྐྱག་བཞུས་ན་ཧ་ལ་ལས། ད་ང་ད་ལྟོས་ཅི་གསུང་བ་མཛད་དེ་ཨིན་ཞུས་ན། ད་སྟོན་པ་ཐུགས་རྗེ་ཅན། ཧ་ལ་ལི། ཀའོ་ང་ཏང་དེ་ནི་སྟོན་པ་ཐུགས་རྗེ་ཅན། སྤེན་ན། ཉི་མའི་དཀྱིལ་འཁོར་རྒྱུད་ཅེས་སོ་དོན་དག་པོ་ད་ང་ད་འདག་ས། ཨི་ཟུ་བ་ད་སྟོན་པ་ཐུགས་རྗེ་ཅན་ལ་དགོངས་པ། རྫོགས་ཤེས་དང་ཡས་སྐུ་མྱ་ངན་ལ་བཟླ་ཤེས་སེ། ཅང། ཅི་ག་ཡོད་མི་བཀག་ཅེས་ཞུས་ན། སྟོན་པ་ཐུགས་རྗེ་ཅན་ནི་དེ་ནི་སྒྲིབ་གཉིས། ཧ་ལ་ལས། ཤེས་བྱའི་སྒྲིབ་པ་ཚང་མ་འཕངས། དེ་ནས། ང་དང། ཉོན་མོངས་པའི་སྒྲིབ་པ་ཚང་མ་འཕངས་ཏེ། དེ་ནས་ཤེས་བྱའི་སྒྲིབ་པ་ཚང་མ་ཧ་ལ་ལས། ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་གཉིས། འདྲེས་པ་གཉིས་ཟིན་ལོག་པ་ལས། ལྟེའོ། དེ་ནས་མ་ནས། ད་ཐུགས་ལ་རྒྱལ་དགོས་ཤེས་སའི་བློ་གྲོས་ཚང་མ་རྒྱལ་ཏེ་སྒྲིབ་པ་འཕངས་དགོས་ཤེས་ཚང་མ་འཕངས་ང་མཛའ་སྟེ། དེ་ནས་སྟོན་ཟླ་ཐུགས་རྗེ་ཅན་ལ། སངས་རྒྱས་ཞེས་སངས་སྐུ་ཐམས་ཅད་དང་དེ་གཟུགས་མཛའ་དགོས་ཤེས་མི་རྐྱག་པ་ཡིན་ནང་ང་དང་མིའི་ལེ་ལོ་ཅན་ཀུན། ང་དང་ཨི་ཁོ་རོའི་ནང་བདེན་པའི་དེ་ནས་པ་ལེ་ལོ་ཆགས་ཏེ་འདུག་སྐར་འབུ་ཚང་མ་དེ་ནས་སངས་རྒྱས། ཁོང་རང་ནང་བཞིན་འགྲུབ་བྱེད་སི་ཕི་ཡ་དེ་ནས་རྡ་ས་ང་དང་ཨེ་སྐུ་ཉང་ལ་རྡ་པའི་ཚུལ་བོ་སྟན་གོ་སྐག་བཞོ་ནོག་ལ་སི་པེན་ནང་ང་ད་ཏོས་ཟེ་ནོག་ལེ། ཉི་མ་བཞུགས་གན་པ་དེ་ནས་ཉི་མའི་དཀྱིལ་འཁོར་ཟེ་ནོག་ད་ཉི་མ་ཁོང་རང་པ་དེ་ནས་ཉི་མ་ཤར་ནས་ཤར་འདུག་ལོ་ནས་ཤར་འདུག་ནུབ་ནས་སྐྱོ་འདུག་ཟེ་སྐན་དང་དེ་གཟུགས་མ་ནས་མེ་སྐྱག་མ་ནོ་ཤར་ནས་ཤར་འདུག་ལོ་ནས་སྐྱོ་འདུག་ཟེ་སྐན་ནས་དེ་ནས་ང་དང་ཤར་ནུབ་ཟེ་ཅི་ཞིག་མ་ནས་མེ་སྐྱག་ཟེ་ནོག

སངས་རྒྱས་བཅོམ་ལྡན་འདས་ཚེ་གཟུངས་པོ་དེ་ནི་ཉི་མ་ནང་བཞིན་གྱི་ཡིན་ནོ། དེ་ནི་སངས་རྒྱས་ལ་དེ་ནི་སངས་རྒྱས་ཁོང་རང་ཉི་མ་ནང་བཞིན་གྱི་ཡིན་ནོ། སངས་རྒྱས་ལ་དེ་ནི། སྐུ་བལྟམས་དགོས་ཞེས་དང་དགོངས་པ་མྱ་ངན་ལ་བཟླས་དགོས་ཞེས་དགོས་པ་ཅང་མེད་གེགས་བརྗོད་ནོ། ཅིས་མེད་གེགས་བརྗོད་ན་འོ་ན་བདག་སང་ང་དང་ཉི་མ་ནང་བཞིན་གྱི་ཡིན་ནོ་བོ་ལ་ནོ། ཨོ་ད་དེ་བས་ཕི་ཡ་དེ་ནི་ང་དང་བདག་ས་སྟོན་པ་བཅོམ་ལྡན་འདས་ང་དང་འཇིག་རྟེན་ལ་ཕེབས་བཞེས་པོ་འཇིག་རྟེན་ལ་བཞུགས་བཞེས་པོ་ཁོ་རང་གདུལ་བྱ་དགུ་ནི་ཕིའ་ང་དང་སེམས་ཅན་ཚང་མའི་ཕིའ་ཨ་ལ། དེ་ནས་སེམས་ཅན་ཀུན་ལ་གལ་ཏེ་སངས་རྒྱས། སངས་རྒྱས་རྒྱལ་བྱེད་སེས་བསྐལ་པ། སྐྱེ་མེད་སྐྱེ་བཟེད་ན་སངས་རྒྱས་རྒྱལ་བྱེད་སེས་བསྐལ་པའོ། པདྨ་སངས་རྒྱས་དེ་ནས་བདེན་པའི་དེ་ཁོ་རང་ཨི་བཟོ་བ་པདྨ་མྱ་ངན་ལ་མ་ད་སོགས་ལ་ཉི་མ་སོགས་ལ་ཨི་བཟོ་ག། བཞུགས་གཤེགས་སྲས་བསྐལ་བ་བཅས་མི་བསྐྱག་མཛད་ན་བསོད་ནམས་མ་བསགས་ཀན་པའི་ཇཱ་སྟེ་བསོད་ནམས་དང་མ་ལྡན་ཀན་པའི་ཇཱ་སྟེ་ཨོ་དེ་བསོད་ནམས་བསོད་ནམས་ཨེ་དེ་ནི་ནང་བག་མེད་ཀན་པའི་ཇཱ་སྟེ་ང་དང་དེས་བསྐལ་པ་མེད་དུ་འགྲོགས་མོ་ལ་འགྲོགས། གལ་ཏེ་ང་དང་དེ་བསོད་ནམས་པོ་ཡོད་པས་ན། དེ་ནི་ཕྱི་སྒྲིབ་ཉོན་སྒྲིབ་ཚང་མ་འདག་སྟེ། དེ་ནི་ང་དང་ཡང་བློ་གྲོས་ཚང་མ་རྒྱ་སྟེ་ཡོད་ན་ཨོ་ད་སངས་རྒྱས་ནང་བཞིན་འཇིག་དེ་ནི་སངས་རྒྱས་སྲས་སངས་རྒྱས་སྐུ་མྱ་ངན་ལ་དད་བྱེད་དང་སངས་རྒྱས་གཏམ་བཤད་སྲས་དེས་དགོས་པ་རྒྱུ་ཙམ་མོ་ང་དང་མཐོང་ཆེན་མི་བསྐྱག་ཇོ་ནང་ཨོ་དེ་བས་ཕི་ཡ་ང་དང་སེམས་ཅན་ཚང་མ་ཨི་འཁོར་བའི། ཚོགས་བསོད་ནམས་མི་བསགས་པ་དང། མ་བསགས་ཅེས་པའི་གཞས་ཏེ། དེ་ཚོགས་བསོད་ནམས་དང་མི་ལྡན་ཅན་གྱི་གཞས་ཏེ། སྟོད་གོས་ཚོགས་བསོད་ནམས་མེད་ན་དེ་ནི་ཁྱུང་བ་མཛད་ཅེས་དང་ལྡན་བཅུ་བཅས་དང། དེ་ནི་ང་ཏིའི་ནང་བཀུག་ནས་ཉོན་མོངས་པ་མེད་དཀའ་མཛད་ཅེས་པའི་ཡི་སྡུག་བསྔལ་ཚང་མ་གཞིས་བཅུ་ག་མཛད་ཅེས་པའི་ཡ་དེ་ནི། ལེ་ལོ་ཅན་ཚང་མ་ལྟེ་བ་མྱ་ངན་ལ་བཟླས་པའི་ཚུལ་བུར་བལྟ་ན་མཛད་དེ་ནོག་མོ་སྟེ་ད་དེ་གཟུགས་ཤིག་ཡ་དེ་ནི།

དེ་ནས་ང་ནི་དོ་ནུབ་རྣམས་ཀྱི་དགུང་ཐུན་ལ། དོ་ནུབ་དེ་རིང་བཞུགས་ན་ཧ་ལ་དོ་ནུབ། དེ་ནས་ཚ་ནི་དེ་ནི་དགུང་ཐུན་ལ་ཉག་ང་ལ་བཟླས་ཏེ། དེ་ནས་དོ་རེ། སང་ནི་ཁྱེད་རྣམས་ཀྱིས་དོ་རེ་ནི་གུ་བྱ་གུ་ནས། དེ་ནས་སྟོན་པ་མི་གཏོང་ཐེ་ཚོམ་བཀྲི་ས་མེད། དེ་ནས། སྟོན་པ་ཐུགས་རྗེ་ཅན་ང་འཇར་ཅན་མིན་ནོ་ཁྱོད་ཅག་དེ་ནས་དྲི་བ་དྲིས་ཅི་ཐེ་ཚོམ་ཡོད་ན་དེ་དེ་ནས་དྲི་བ་འོན་དེ་ནས་དྲི་ས་མེད་དེ་ནོ་ཟེར་ནོ་ང་ལ་དྲིས་ཤིག་ང་ལ་དྲིས་ཤིག་ཅེས་མོ་སྟེ་དེ་ནས་ཡང་དང་ཡང་དུ་ལན་གསུམ་བཀའ་སྩལ་ཀྱང་ཟེར་ཏེ་དེ་ནས་ང་དྲིས་ང་དྲིས་མོ་སྟེ་དེ་ནས་སྟོན་པ་ཐུགས་རྗེ་ཅན་ནས་དེ་ནས་ཐེག་དམག་གསུམ་བཀའ་སྩལ་ལ་འཛད་ཀྱང་བྱོན་ནོ་འོ་ད་འཇམ་དབྱངས་ལ་སོགས་འཁོར་གྱིས་དེ་ནས་དཀྱིལ་འཁོར་རྣམས་མཛད་དེ་སྒྲོ་འདོགས་ཆོད་པ་ཅི་ཡང་མི་སྨྲ། རྒྱུར་མོས་ཏེ་ཨོ་ད་རྗེ་བཙུན་འཇམ་པའང་ཁོང་ནི་དེ་ནས་སངས་རྒྱས་ད་བདེན་པའི་ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་ཡིན་བསྟན་པའི་གཞལ་ཏེ་དེ་ནི་ཁོང་བ་ལ་ནི་དེ་ནས་ཀྱང། སྒྲོ་འདོགས་མེད་བསྟན་ནོ་ཐེ་ཚོམ་མེད་བསྟན་ནོ་དེ་སྒྲོ་འདོགས་པོ་ཚང་མ་བྱ་དང་རྫ་བསྟན་ནོ་དེ་བས་གཞལ་ཏེ་ད་ང་དང། སྟོན་པ་ཐུགས་རྗེ་ཅང་སྐུ་མྱ་ངན་ལ་བཟླས་སའི་དུས་སུ་དེ་ནི་ཕྱོགས་བཅུ་ན་བཞུགས་པས་དེ་ནས་བྱང་ཆུབ་སེམས་དཔའ་མ་མང་པོ་ཞིག་སངས་རྒྱས་དང་བྱང་ཆུབ་སེམས་དཔའ་མང་པོ་ཞིག་བེབས་སྐྱག་བྱོན་ནོ་པ་དེའོ་ང་དང་བསོད་ནམས་མེད་བསྐལ་པའི་དབང་གིས་དེའི་དུས་སུ་ང་དང་མ་བྱལ་སྐྱག་མཛད་ནོ་ཧ་ལ་དེ་བས་གཞལ་ཏེ་དེ་ནི

ན་ང་ད་ཐེ་ཚོམ་དང་སྒྲོ་འདོགས་བཅའ་རྒྱུ་ཅང་མི་རུག་མོ་སྟེ། དེ་ནས། བཞུ་བ་བཞུ་རྒྱུ་མེད་པ་ལེགས་ཞེས་གསུངས་ཏེ་དེ་ཨོ་ད་བཞུ་བ་ཅང་བཞུ་རྒྱུ་མི་རུག་མོ་སྟེ་ད་མ་རྒྱ་ལ་ནོག་མོ་སྟེ་དེ་ཚུགས་གསུངས་ང་འཛད་སྐྱག་མོ་ལ་ནོག་ཨོ་ད་ལྟེ་བས་དེ་ནས་ང་དང་ཅི་ག་བ་ཅི་ནོག་བཞུ་ན་སྤེན་ན་ང་དང་ཨོ་ད། བདག་ས་ང་དང་ངན་མ་བཞུ་བས་ཙོག་ལ་ཨོ་ད་ཐོ་རེ། ད། སང་ཕྱིན་ཆ་ཐོ་རེ་ནས་ད་བར་ལ་ཧ་ལ། དེ་ནས། སྟོན་ཟླ་བཅུ་ཡི་ང། མི་ཐོང་ཅེ་མ་ནོག་དེ་ནས་ཐེ་ཚོམ་དང་དྲི་མ་ཡོད་ན་ཚེ་ཚང་མ་དྲི་མ། ཀྲི་ཡས་སྦྱར། དེ་ནས། ད་ཐེ་ཚོམ་དང་སོམ་ཉི་ཟེར་ཞེས་པ་དང་ང་ད་ཆོས་ཚིག་ཡིན་ན་སོམ་ཉི་ཟེར་ཐེ་ཚོམ་ཐམས་ཅད་དེ་ནས། ང་ཀྲི། ད་དེ་རིང་ཀྲི་ཆེ་སེ། ཏུ་ཟིན་ནོ་ཏུ་ལ་བབས་ཏེ་འགྲོགས་ད་ཀྲི་ཞིག་ཟེར་ཏེ་ལན་གསུམ་བཀའ་སྩལ་ལ་བཅིངས་ན་དེ་ནས་རྗེ་བཙུན་བྱམས་པ་མགོན་པོ་ལ་སོགས་པ་དེ་ནས་ཚོགས་ཀྱི་འཁོར་ལོ། ཚང་མས་དེ་ནས་ཁོང་ལ་བདེན་པ་བཞི་དང་དཀོན་མཆོག་གསུམ། དེ་ནས་མ་ནས་རྟག་པའི། མ་ནས་རྟག་པ་ཟེར་ན་ད་ཏུ་ཀུན་མ་ནས་ཁོ་རང་ཅང་ཨི་གཟུགས་ཨ་མ་ནས། ཕྱིན་ཆད་དུའང་མ་ནི་འཁོར་ཏེ། པདྨ་ནི་མོ་སྟེ་དེ་ནི་སྒྲོ་འདོགས་ཚང་མ་བཅད་ད་དེ་བཞུད་རྒྱུ་ཅང་མེད་པར་སངས། དེ་ནས་འོ་ཟུག་ག་ལེགས་སོ་ལེགས་སོ་མོ་སྟེ་དེ་ནི་ད་གསོན་པ་བཅོམ་ལྡན་འདས་སི་ད་སྔ་ཅང་ཁྱུ་བཞག། སྒྲོ་འདོགས་བྲི་རྒྱུ་མི་རུག་ད་བརྒྱ་ལ་ནོག་བརྒྱ་ལ་ནོག་ཐུག་ལ་དགོངས་ད་ཨོ་ད་ལྟའི་དུས་སུ་དེ་ནི་ཅི་ཡོད་ཀྱག་ཟེར་ན། ད་བདེན་པས། དེ་ནི། ཁྱུ་བཞག་ཚང་མས་དེ་ནི་འདྲེ་བུ། མཐར་ཕྱིན་ཏེ། འདྲ་གཟུགས་དག་མཐར་ཕྱིན་ཏེ། དེ་ནི་སྟོན། རྟོག་དེ་ཡིན་པར་སངས། ད་ང་ཅང། བཞུ་རྒྱུ་མི་རུག་ང། ད་ཅང། བཞུ་བ་ཅང་འཕུར་རྒྱུ་མི་རུག་མོར་ཏེ་ཏེའོ་ལེགས་སོ་མོར་ཏེ་ནོ། ཨོ་ད་དེ་དུས་སུ་དེ་ནས་ང་ད་ཏེའོ་ཞེས་གསུང་བ་ནོ་ཨ་ལ་ལས་གདུལ་བྱ་ཟེར་ཏེ། ད་ཡང་བཏུལ་དགོས་ཤེས་བྱ་ནི། ད་གདུལ་བྱ་ཐ་མ་ཟེར་ནོ་ཨ་ལ་ལས། གདུལ་བྱ་ཐ་མ་བཞུ་ན་ཅེས་བརྗོད་ནོ་དགོས་ན་ད་གདུལ་བྱ་ཐ་མ་བཞུ་ཀན་པོ། ད་ས་ང་ཏང་ཨའི། དེའག་ང་ཏང་ཏེའོ་གསུང་བ། བཞུ་བྱེད་ང་ཏང་ཨའི་བཞུ་བྱེད་ཞིག་ཡོད་དོ་ནོག་པ་སྤེན་ན། དེ་ནས། སྒོ་མ་སྒོ་མ་ང་དང་སངས་རྒྱས་བཅོམ་ལྡན་འདས་ལ་དེ་ནས་ང་དང། གདོན་དང་ཕུལ་ཀ་ནས་ད་ཐོག་མ་ཙོག་པུ་སུ་ཡིན་བརྗོད་ན་ཐོག་མ་གཞུག་མཁན་པོ་དེ་ནས་ང་དང་བདག་ས། ད་པ་སུ་ནང་པ་ལི་ཀ་གཉིས་ཀ་ཡིན་པ་དགའ་དགོན་དང་བཟང་པོ་གཉིས། ཨོ་ད་ཐ་མ་ཡང་གདོན་དང་སུའི་ཕུལ་ལ་ད་དེའི་སྟེང་ནས་སྒོ་མ་སྒོ་མ།

ཐ་མའོ། ནམ་སྐྱག་མ་ལོག་པས་བརྟེན་ནས་དེ་ནི་ཀུན་མྱང་ལ་བཟླས་པས་དེ་ནི། ཚུལ་བལྟ་ན་རྫས་སྐྱག་བརྗོད་ནོ། ཨོ་ད་དེ་ན་ནང་བཞིན་འཇིག། དཔལ་མངའ་ཐང་གདུལ་བྱ་ཐ་མ་ད་གདུལ་དགོས། སངས་རྒྱས་སྲས་དེ་ནི། ཅི་ཡ། གདུལ་དགོས་ཤེས་སྲིད་ད་གཉིས་ཀླུས་ལྟོས་སྐྱག་ད་ལྟོས་སུ་སུ་ཡིན་སྐྱག་ཟེར་ན། ཨོ་ད་དེ་ནི་ལྷ་རྣམས་ཀྱི་ནང་ན་དྲི་ཟའི་རྒྱལ་པོ་རབ་དགའ་ཟེར་སྐལ་བུ་ཧ་ལ་ལས། དེ་ལྷ་དགུ་ནི་ནང་ན་དྲི་ཟའི་རྒྱལ་པོ་རབ་དགའ་ཟེར་སྐལ་བུ་ལུས་ལྟོས་སྐྱག་དེ་ནི་མི་རྣམས་ཀྱི་ནང་ན་དེ་ནི་ཀུན་ཏུ་རྒྱུ་བ།

དེ་ནས་ད་བྱང་ཆུབ་སེམས་དཔའ་ང་དང། སྒོ་མ་སྒོ་མ་དེ་ནས་ལྷའི་བུ་དམ་པ་ཏོག་ཀ་རིན་པ་ལས། དགལ་དང། ལྷ་ཡུལ་ལ་བཞུགས་ཏེ་ལྷའི་བུ་དམ་པ་ཏོག་ཀར་དེ་ནས་མི་ཡུལ་འཛམ་བུའི་གླིང་ལ་ཕེབས་ས་ནས་དེ་ནས། ང་དང་ད་ལྟ་གཞོན་ནུ་གཏུན་གྲུབ་པའི་ཚུལ་བཟུང་སྟེ་ཕེབས་པ་བཟའ་སྐྱག་པ་ལས། ཤཀྱའི། ཡབ་རྒྱལ་པོ་བཟའ་ཚང། འོ་ད་གཞོན་ནུ་གཏུན་གྲུབ་ནི་ད་འཛམ་བུའི་གླིང་ལ་ཕེབས་ཏེ་འཛམ་བུའི་གླིང། ཕེབས་ཏེ། ཁྱོད་རང་དེ་རུ་སོང་ཟེར་ད་ལ། དེ་རུ་སོང་ཟེར་ཏེ་གཞོལ་ཅིག་ན། ཁོང་བ་ལ་ད་ཞབས་ཕྱི་ཡུལ་བ་ཙོག་ལ། དེ་ནི་ང་དང་རྒྱལ་སྤྱི་ནི་ལྷའི་དབང་པོ་རྒྱལ་སྤྱི་ནི་ལྟོས་གཞོལ་ཅིག་ན། དེ་ནི། བདག་ས་ཏྲི་ཟའི་རྒྱལ་པོའི་རབ་དགེ། དེ་ནི་ཀོ་ཤི་ཀ། ངེད་རང་ཤ། ངེད་རང་ཤོད་དེ་སྐྱག་ད་ལས་སུ་བ་ལས་ལྷའི་དབང་པོ་རྒྱལ་སྤྱི་ནི་ལ་ལ། དེ་ནི། བདག་གསང་སྔགས་དེ་ནི་པ། ལུ། ལུས་དང་བཅས་ལ་མ་ནི་ང། ལུས་དང་མགོ་བཞོ་ད་ལ་ལས་ང་མ་ནི་ཏུར་གྱོན་ད་ལུས་ཕྱག་རྩེ་འཇུག་སེ་བཀྱག་པ་ཁོང་ནི་ལ་ག་དེ་ནི་ཅི་ག་ཅིག་ཡོད་བཀྱག་ག་ད་ལ་པི་ཝང་པི་ཝང་ཟེར་ན་ད་ཀོ་པོང་ཅིག་ཡོད་བཀྱག་ག་ལ་ཏེ་ཀོ་པོང་ཨ་འདྲ་ཕྱག་རྩེ་པ་ཁོ་མ་ནི་མ་ཕྱག་དེ་ག་སྡུག་ག་བཀྱག་ག་ལ་ཏེ་བཙོག་ལ་དེ་ནི་དེ་ན་སྟེང་ནི་ཡང་ཁོང་ད་སྟོན་པ་ཐུགས་རྗེ་ཅན། School Terms། དེ་ནས་རབ་ཏུ་བྱུང་སྟེ་དེ་ནས་མངོན་པར་རྫོགས་པ་སངས་རྒྱས་ཏེ། དེ་ནས་བཱ་ར་ན་སའི་ཆོས་ཀྱི་སྐོར་ལོ་སྐོར་བའི་དུས་སུའང་དེ་ནས་ཡང། བདག་སང་ངེ་དང་ལྷའི་དབང་པོ་བརྒྱད་ཅིས་ནི་དེ་ནས་ཤིང་སཱ་ལ་བཟུང་གི་ཚལ་དུ་ཁྱོད་སོང། ཨ་ལ་དེ་རུ་སོང་སྟེ་དེ་ནས། བདག་ས་ལྷའི་དབང་པོ། དེ་ནས་ལྷའི་དབང་པོ། ད་ལྟའི་སྟོན་ཟླ་ཐུགས་རྗེ་ཅན་ནི་ཀ་ནས་དེ་ནས་བདེན་པའི་ད་ཆོས། ཆོས་སྲུང་བའི་དུས་ལའང་དེ་ནས་ཁྱོད་རང་ཆོས་ཉན་ན་ལ་སྲུང་ཧ་ལ་ལས། དེ་ནས་མངོན་པར་རྫོགས་པར་སངས་རྒྱས་སའི་དུས་ལའང་ཁྱོད་རང། དེ་རུ་ཆ་བགོས་ས་ནོག་རྫི་སྟེ་དེ་སྐུ་བལྟམས་པའི་དུས་སུའང་དེ་རུ། དེ་ནས་སྟོན་པ་ད་ང་ཐང་བཞུགས་ན་ཀ་ཏོ་པད་ཆེ་བས་ཕེབས་དགོས་ས་ནོག་ཟས་ཅིག་ན་དེ་ནས་བདག་ས།

ཁོང་རང་དེ་ནས་ནང་བཞིན་གྱི་ཏུར་པེས་སྐུ་ཞིག་སྦོ་ར་མཛད་དེ་དེ་ནས་སུམ་ཅུ་རྩ་གསུམ་དུ་དེ་ནས་རབ་དགའི་མདུན་ལ་ཕེབས་སྐྱག་བྱོན་ནོ། འོ་ད་རབ་དགའི་མདུན་ལ་ཕེབས་ཏེ་སུམ་ཅུ་རྩ་གསུམ་མཛད་ན་ལྷ་ཡི་གནས་སུ་ཕེབས་ཏེ་དེ་ནས་བྲམ་ཟེ་ཁྱེའུ་ཧ་ལ་བདག་སང་ང་ད་བྲམ། ཁོ་བྲམ་ཟེ་ཁྱེའུ་ཡིས་དེ་ནས་པི་ཝང་བ། ཏའི་རྒྱུད་མཛད་ཟིན་པ་ང་ད་རྒྱུད་མཛད་ན་ཏར་ཚོགས་སོ་ཏའི་བདག་སང་ང་ད་སྐུད་པ་ཙོག་པོ་སྟོང་ཡོད་ཀ་འཇིག། བཀོད་པ། ཏི་རྫོགས་སྐུ་སྟེ་ཅི་དགའ་སྤྱོད་ཚུལ་བ། དེ་ནས། སྟོན་པ་ཐུགས་རྗེ་ཅན། པདྨ་ཁོང་རང་ཡང་པི་ཝང་གཅིག་བསྣམས་ཏེ་དེ་ནས་ཁོའི་སྒོའི་དྲུང་ང་འོ་དེ་རབ་དགའི་སྒོའི་མདུན་ལ་སོང་སྟེ་པི་ཝང་ཅི་དགའ་སྤྱོད་ཅིག་གནང། པདྨ་ཁོ། ཨ་ཡི་ཕི་ལོག་ནས་པི་ཝང་ཚོར། དེ་ནས། བུ་ག་འཚོལ་ཏེ་ཁོ་ང་རྒྱལ་སྐྱེས་ཏེ། དེ་ནས། པི་ཝང་རྒྱུད་སྟོང་ཡོད་ཀ་འཇིག། ཁུར་ཏེ་དེ་ནས་ཕི་ལོག་ག་བིང་སྟེ་ཡོངས་སུ་བསྐྱལ། དེ་ནས་བཅོམ་ལྡན་འདས།

གོ་བ་དེ་ནི་རྒྱུ་སྟོང་ཡོད་དཀའ་ནི་དེ་རྒྱུ་དེའང་ནི་མི་ཕིང་དཀར་འགྲོ་བཅོམ་ལྡན་འདས་སྲིད་དེ་ནི་རྒྱུ་གཅིག་ཅི་ཡི་དཀའ་ཕིང་ཡོད་ཛད་པ་སང་དེ་ག་པ་ཁོ་མ་ནི་ཁོའི་ང་རྒྱལ་པོ་དེ་ག་ནི་ཆག་ཆག་པི་འདུ་འདུ་བ་ལས་སུའི་ལས་དག་སའི་དྲི་ཟའི་རྒྱལ་པོའི་རབ་དགེ་དེ་ནི་མ་ནི། ང་རྒྱལ་སོགས་པོ་ཆགས་གསུངས་ཏེ། དེ་ནས་བདེན་པའི། སྟོན་པ་བཅོམ་ལྡན་འདས་སུ་དེ་ནས་ཁོང་རང་སྐུ་གཟུགས་པོ་ལྟ་ན་ཅིག་ན་དེ་ནས་ཁོ། རབ་ཏུ་དད་པ་གསུངས་ཏེ་དེ་ནས་སྟོན་པ་བཅོམ་ལྡན་འདས་སུ། ཆོས་ལྟ་ན་མཛད་དེ་དེ་ནས་བདེན་པ་མཐོང་པས་མོ་བསྡུ་བ་ལས་དེ་ག་ནས། དེ་ནས་ཁོང་བསྡུ་ལ་མཛད་དོ། འོ་ན་ནང་བཞིན་ཅིག་དེ་ནས་བདག་གསང་སྔགས་དང་ཨེ། ཀུན་ཏུ་རྒྱུད་དང་མི་ཡི། དེ་ནས་ཅིག་ཨ་ཀུན་ཏུ་རྒྱུད་རབ་བཟང་རྗེ་སྐལ་མགོན་ཀ་ལྔ་དང་སུ་བཱ་དཱ་ར་བཱ་དཱ་ར་ཡི་ནོག་པ་ལ། དེ་ནས་ཁོང། ལོ་བརྒྱ་དང་ཉི་ཤུའི་ལོན་པ་ཅིག་དེ་ནས་འོ་དེ་བདག་གསང་སྔགས་དང་གྲོང་ཁྱེར། ཀ་རུ་ཨ། ཀཔི་ལོ་ཨསྟུ་ཞུ་རུ་ཨ་དེ་ནས་ཀཔི་ལོ་ཨསྟུ་ཨ་བསྐྱོད་དེ། དེ་ནས་ཏེ་རུ་ཨ་དེ་ནས་བདེན་པའི་ད། ཏེ་དང་ངན་མོ་མ་གཟིངས་ཅི་གི་ཏོ་ཨ་ལ་གཟིངས་ཀ་ཆུ་འབབ་ཀ་ནས་གཟིངས་ཅི་གི་ཏོ་ཨ་ཏེ་གཟིངས་ཨི་ཐ་མ་ཨ་དེ་ནས་ཨུ་དུམ་བ་རི་པ། ཨུ་དུམ་བ་རི་མེན་ཏོག་གི་ནོ་ཀ་མེན་ཏོག་གི་ཏེ་ཚ་ལུད་ཀག་པ་ཏ་ཨལ། ཏེ་ཨོ་ཏེ་ཀ་དེ་ནས་ཁོང་ཨོ་ཏེ་ཨུ་དུམ་བ་རི་མེན་ཏོག་གི་ཚ་ལ་བོ། མགོ་མ་སྒོ་མ་ཨ་དེ་ནས་སྟོན་པ་བཅོམ་ལྡན་འདས་སྐུ་འཁྲུངས་སའི་དུས་ལ་ཨུ་དུམ་བ་རིའི་མེན་ཏོག་སྐྱེས་པ་སངས་ཏེ་ཀ་ཁོ་ལ་བཀག་བྱོས་ཨ་ནོག་དེ་ཟ་ནི་ཨུ་དུམ་བ་རི་མེན་ཏོག་པོ་དང་པ་ཏུམ་ཙོགས་པོ་ལྡན་པས་དེ་ནས་པ་སྦས་སྦས་ཀྱི་ཡོད་ཀྱག་བྱོ་ནོག་དེ་ནས་གཉིས་པའོ། དེ་ནས། སྟོན་པ་བཅོམ་ལྡན་འདས་སངས་རྒྱས་སའི་དུས་སུ་དེ་ནས་ད་དེ་ནས་བདག་སང་ང་ད་སྐུ་འཁྲུངས་ཨོ་ལེ་སྐུ་འཁྲུངས་སའི་དུས་སུ་ཨུ་དུམ་བ་རི་དེ་ནས། མེན་ཏོག་ག་དེ་ནས་ཚ། ཁའོ། ཚ་པིག་སྦས་ཏེ་ཡོད་ཚུགས་ཨ་ལེ་དེ་མཐོང་བ་ཅིག་དང། ཁོས་ལྟོས་སམ་སྐྱག་པ་ལས་བདག་ཟ། ཀུན་ཏུ་རྒྱུ་རབ་བཟང། ཨོ་ད་ཡུལ་དེ་ངས་བཞག་ཟིན་ཏུ་འདུག་ཨི་མེན་ཏོག་ཨེ། ད་པ་དེ་ང་ལ་ལྟས་ཨུ་དུམ་བ་རི་མེན་ཏོག་ཨོ་མ་ནས་སྐྱེས་མེད་སྐྱག་པ། ཨོ་དེ་སྟེང་ནས་སྐྱེས་ཏེ་སྟོན་པ། སྟོན་པ་རེ་རེ་འཛམ་བུ་གླིང་ཡང་ཕེབས་ཟ་ནས་དེ་ནས་ཨུ་དུམ་བ་རི་མེན་ཏོག་རེ་རེ། འཁྲུངས་ས་ནོག་མོ་འདུག་པ་དེ་ནས། ད་དེ་ག་ནས་ཡུལ་ད་ངས་བཞག་ཟིན་ཅི་འདུག་ངས་དེ་ནས་ཚོགས་བསོད་ནམས་དང་ངས་མཐུ་ཡིས་བཞག་ཟིན་ཏིག་འཛོམས་ཏེ། དེ་ནས་ཁོ་ཅི་སོང་སྐྱག་ཟོ་ཡང་ཨུ་དུམ་བ་རི། ཚར་ལ་ཡང་ཡོང་ང་ཅིག་ནང་དེ་དུ་ཟོ་ཁོ།

དུ་བཟའ། དེ་ནས་མངོན་པར་རྫོགས་པ་བྱང་ཆུབ་བ་སྟོན་ནི་པད་ཁ་ཚང་མ་སྦས་བཟའ་སྟེ། པདྨ་ནི་ཁ་ཆེན་མོ་སྦས། དེ་ནས་ཝཱ་ར་ཎཱ་སིའི་ཆོས་ཀྱི་འཁོར་ལོ། ཀོ་རེ་ཏུ་སུ་ཏུ་ཏེ་ནི་མ་ནི་མེ་ཏོག་པོ་བརྒྱ་སྟེ་བཙུགས་ག་ལས། པད་བརྒྱ་སྟེ་ཡོད་དག་ཅིག་ན་ད་ཡོད་དག་ངས་ཐུ་ཨ་ཨི་ནོག་བསམ་སྟེ་གོ་མ་ཧྲན་ཏེ། རབ་ཏུ་དགའ་བ་མང་སྟེ་ཐར་པ་སངས་ཏེ་བཟོ་བ་རབ་དགའ་ཟེ་སྟེ་བཟོ་ག་ཁོ་རང་དང་ཁོ་རང་སྟེ། ཡིན་ན་ཡང་དེ་ནས་བཅོམ་ལྡན་འདས་ས་ཕྱོགས་དྲུང་དུ་དེ་ནས་ཕེབས་པ་ལ། ཕེབས་ས་ལ་དེ་ནས་ཁོ་བ་དེ་ནས། མཐོང་སྟེ་དེ་ནས་གཟིམས་མ་ལས་དེ་ནས་ད་ཁོང་སྟོན་པ་བཞུགས་སའི་དེ་ནས་ཕྱོགས་ཞེས་ཁོ་འདུག་བའི་དུས་སུ་དེ་ནས་ཨུ་དུམ་མ་རིའི་མེ་ཏོག་པའང་དེ་ནས་འགུལ་ཏེ་ད་མེ་ཏོག་ངེངས་པར་གྱུར་པ། དེ་ནས་ཁོ་རང་ལ་ཁོ་རང་ལྟོས་སམ་དོགས་ཨ་ཡོད་ད་ད་ནི་མ་འགྲིག་ག་ཡིན་ཏེ་འདུག་ད་ང་མ་ནི་ཏུ་རིང་མོ་ཞིག་མ་ལུས་སམ་ང་ཤི་ཆེད་ཡིན་ནོ་བསམ་སྟེ་ཁོ་པ་སེམས་པས་ན་སྐྱོ་བ་སྐྱེས་སོ་ད་ང་རང་ཡིན་ནོ་བསམ་གིན་འདུག་དེ་ནས་དེ་ཀ་ས་ཅོག་ཀྲོང་ངེ་དེ་ནས་ས་ཅོག་ཀྲོང་ངེ་དེ་གྲོང་ཁྱེར་དུ་བཅོམ་ལྡན་འདས་སུ་དེ་ནས་མདུན་ལ་ཕེབས་ཏེ་དེ་ནས་བཅོམ་ལྡན་འདས་སུ་ཡིད་ཀ། ཡོང་ངོ་དེ་དེ་ནི་ངན་པར་རྫོགས་ཏེ། ངན་པར་རྫོགས་ཟེར་ནས་ད་ཁོང་དེ་ནི། དགེ་སློང་མཛའ་དེ་དེ་ནི་དགྲ་བཅོམ་པའི་སྒྲ་སྦུག་ཐོགས་པིན་མོལ་འདུག་ག་ལས་ཨོ་ད་དེ་ག་ནི་དེ་ནི་བདེན་པ་ད། སྟོན་པ་ཐུགས་རྗེའི་བྱ་ནི་དེ་ནི། བདག་གསང་སྔགས་དང། དྲི་ཟའི་རྒྱལ་པོ་རབ་དགའ་དང་དེ་ནི་ཀུན་དུ། ཀུན་དུ་རྒྱུའི་རབ་བཟང་ངིས་ཀ་དེ་ནི། ཆུ་རྟ་ན་མཛའ་དེ་དག་དེ་ནི་འདུལ་བྱེད་ཐ་མའོ་ཁོང་ངིས་ཀ་ཡིན་མོལ་འདུག་ག་ལས་ཨོ་ད། ཀ་གཟུགས་ཀ་ཡིན་ཀྱག་ཟེར་ན་དེ་ནི། དེ་ག་ནི་སྐུ་དེ་དེ་ནི།

སྐུ་གཟུགས་དེ་ནི་ཡར་ཕྱོགས་བར་བར་བརྫ་སྟེ་དེ་ནི་བཞད་པའི། ཁེ་དོག་བཞད་དེ་ནི་བཞག་བརྫ་སྟེ་དེ་ནི་སྣང་བའི་འདུ་ཤེས་དང་གསང་སྔགས་དང་སྟོང་པ་ཐུགས་རྗེ་ཅན་སྐུ་མྱང་ལ་འདྲ་བའི་ཚུལ་ལྟ་ན་བརྫ་སྟེ་དེ་དྲན་པ་དང་ཤེས་བཞིན་གྱི་དེ་ནི་འདུ་ཤེས་གཞན་མ་ཚང་མ་ཡོངས་སུ་མྱ་ངན་ལ་འདའ་སྟེ་དེ་ནི་ཆོས་ཀྱི་དབྱིངས་འཇོག་རོགས་དང་ཆོས་ཀྱི་དབྱིངས་དེ་ནི་ཞིང་ཁམས་རྣམ་པར་དག་པ་དང་ནི་ལྡན་པའི་ཕོ་བྲང་མཐར་ཐུག་འཇོག་རོགས་དང་ཨ་སི་ལའི་ཕོ་བྲང་བཞུགས་ས་དེ་ནི་བདེ་བ་ཆེན་པོ་དེ་ནི་དུས་གསུམ་འདས་མ་འོངས་ད་ལྟ། དེ་ནས་མ་ནི། བདུད་རྒྱུད་ནས་པའི་ས་ལ་ཕེབས་པས་མོ་དོ་ད་ཨོ་ད་དེ་ནས། ཨོ་དོ་དེ་ནས་སྟོན་པ་ཐུགས་རྗེ་ཅན་དེ་ནས། སྐུ་མྱ་ངན་ལ་བཟླས་པས་དེ་ནས། ཚུལ་བུ་དོ་ས་ཏྭ་ན་ཛཱ་དེ་ནོག་མ་ལོག་ཨི་ནག་ཏཱ། དེའི་དུས་སུ་དེ་ནས་ང་དང་ཨ་དག་ས་སྐུ་གདུང་བུ་དེ་ནས་ང་དང་ཨ། སྟོན་པ་ཐུགས་རྗེ་ཅན་ནས་དེ་ནས་སྐུ་ཡི་རིང་ཤེལ་ཚང་མ་དེ་ནས། སྐུ་གདུང་ཚང་མ་དེ་ནས་ཕྱག་རྒྱ་དུ་བོ་ཏེ་ད་ང་དང་ཕྱག་རྒྱ་རྒྱུད་ན་ཀ་ཏོ་དེ་ནས་དུམ་བུ། རྒྱ་དེ་ན་སྒོ་བ་རྫ་སྟེ་དེ་ནི་ང་དང་དག་ས་ད། སུ་བ་ཅི་ག་གཅོད་པའི་མཛད་ན་དེ་ནི་བསྟན་པའི། རྒྱལ་པོ། རྒྱ། རྫོགས་ཤིག་ག་ད་དེ་རྫོགས་བ་གོ་ས་ཀ་ནས་དེ་ནི་ང་དག་གཅོད་ད་དེ་ནི་ཨོ་དེ་ས་ནི་དེ་ནི་དག་ས་ང་དང་གསུང་གི་ཐ་མ། གདུལ་བྱ་ཐམས་ཅད་མི་རྟག་པའི་ཆོས་ཅན་བུར་ཏེ་གདུལ་བྱ་ཐམས་ཅད་མི་རྟག་པ་དང་གསུང་གི་ཐ་མ། ཧ་ལ་གདུལ་བྱ་ཐམས་ཅད་མི་རྟག་པ་ཟག་བཅག་ཐམས་ཅད་སྡུག་བསྔལ་ཆོས་ཐམས་ཅད་སྟོང་ཅིང་བདག་མེད་པ། མྱ་ངན་ལས་འདས་པ་ནི་ཇི་བཞིན་རྒྱལ་བའོ་མོ་ཀ་ནས་དེ་གསུངས་སུ་སུ་ང་འཛད་སྐྱག་ཟེར་ཏེ་དེ་དུ་བཟོ་བ་ཡིན་ནོ། འོ་ད་དེའི་སྟེང་ནས་དེ་ནས་བདག་སང་ང་དང། སྟོན་པ་ཐུགས་རྗེ་ཅན། དེ་སྟོད་སོང་སྐྱག་བཞུར་བ་ལས་བདག་སང་ང་དང། དེ་ནས། ད་བཀའ་འདྲི། སྟོན་པ་ཐུགས་རྗེ་ཅན་ལ་བཀའ་འདྲི་ཞུ་སྐྱག་མོ་ལུག་པ། དེ་ནས་ངེད་རང། དུ་བཞུ། དེ་ནས་ངེད་རང་ཆོས། བདག་སང་ང་དང་ཅི་བཞུ་ཅི་ད། ཨི་བཟོ་བ་ཡིན་ན་དེ་ནས་སྟོན་པ་ཐུགས་རྗེ་ཅན་ངེད་རང། བདག་ས་ང་དང་ཨའི་ཡུམ་གྱི་ལུམས་སུ་བཞུགས་གཟའ་ནི་དེ་ནི་ང་དང་ཨའི་ད་དེ་འོ་ནམ་ཡིན་ནོག་གཞུ་སྐལ་པོ་ང་དང་བདག་ས་ཨའི་ཡིན་ཅི་ག་ཅོ་ན་ག་ཏོ་དེ་ནི་སྟོན་པ་ཏོས་བཞུ་བ་ནོག་ང་དང་ཨའི་ཚེར་བརྒྱ་ཅི་ག་ཆ་ག་ཅི་གི་ད་དེ་བ་འདེམས་པའི་བཞི་པའི་ཚེར་བརྒྱ་བཞུ་སྐལ་དང་ཏི་ཟུག་མ་མང་པོ་ཅིག་ཏི་ཟུག་ག་ང་དང་གསུང་རྒྱུ་ཡོང་འདུག་ག་ལས་སྤེལ་ན་ང་དག་ས་སྟོན་པ་ཐུགས་རྗེ་ཅན་ང་དང་ཨའི་ཅི་བཞུ་ཅོག་ད།

སྐུ་མྱ་ངན་ལ་བཟླས་པའི་ཚུལ་བུ། དེ་ནས་ནམ་སྟ་ན་རྫ་སྐྱག་རྫས་སྐམ་པོའང་ཨོ་གཟུགས་ཨ། སུའི་གཞུང་སྐྱག་རྫས་ན་སྤེལ་ན་དགུང་ལོ། ད་ཡིན་ནའང་ཨ་གསུང་ཚུལ་བུ་དུ་བཞུགས་ཡོད་དེ། དེ་ནས་དགུང་ལོ་བརྒྱད་ཅུ་རྩ་ལྔའི་བཞུགས་ཏེ་བརྒྱད་ཅུ་སྐྱག་ལྔའི་བཞུགས་བཞུགས་སྐབས་འདི་ནང་བརྒྱད་ཅུའི་བཞུགས་བཞུགས་སྐབས་འདིའང་མི་མཐུན་པ་གཉིས་བརྗོད་ཀྱང་རྐང། ཀ། ཀ་གཟུགས་ཡིན་ན་ཡང་ད་དགུང་ལོ་བརྒྱད་ཅུ་ད་ཕེབས་ཏེ་དེ་ནས་བརྒྱད་ཅུ་རྩ། སྐྱག་ཤིག་མོལ་སྐབས་འདིའང་ཡོང་འདུག་ག་ལ། དེ་ནས་མྱ་ངན་ལ་བཟླ་བར་བསྒོ་བྱའི། ཨོ་ཏཱ་ཨོ་ཏཱ། ཐེག་པ་ཆེན་པོར་བལྟ་ན་དེ་ནི་སངས་རྒྱས་བཅོམ་ལྡན་འདས་དགུང་ལོ་བརྒྱད་ཅུ་གྱ་གཉིས་བཞེས་པ་དེ་ནི་མངའ་བདག་ཤིང་མོ་བཅའ་ཡི་ལོ་ཟེར་ནོག་ཧ་ལ་ལྕི་ཛ་ཐ་ཆུང་ཟེར་དེ་དག་ས་མངའ་དང་དང། སྤིད་བཙོག་ཟེར་ནོག་པ་ལས་དེ་ནི། ཐ་ཆུང་དེ་ནི་ཚེས་བཅོ་ལྔ་ལ་ཉའ་ང་ལ་བཟླ་བར་དགོངས་སྟེ་མོ་སྟེ། ཨོ་ཏཱ་ཏའི་དུས་ལ་དེ་ནི་བཅོམ་ལྡན་འདས་ལ་དེ་ནི་བྱང་ཆུབ་སེམས་དཔའ་སེང་གེའི་སྒྲ་བརྗོད་ནོག་ཧ་ལ་ལས་བྱང་ཆུབ་སེམས་དཔའ་སེང་གེའི་སྒྲའི་གཡུལ་བཞུ་བ་ཕུར་བཀྱག་བཅོམ་ལྡན་འདས། དེ་ནི་ཐོག་མར་བསྟན་པ་ན་ཆོས་ཀྱི་འཁོར་ལོ་དེ་ནས་སྐོར་རེ་པར་སྡུག་བསྔལ་དང་ལྟ་ཚེས་པ་བརྒྱ་དང། དེ་ནས་ལྔ་དང་བདག་ས་ཚེས་པ་བཞི་ལ་ལྟེ་བ་མང་ཆེ་ངེད་རང་མཛའ་གཏོགས་པ་ཡིན་ནང། བདག་ས་ངེད་རང་ཇི་སྲིད་དེ་ནས་མྱང་ལ་བརྡར་བའི་ཚེས་པོ། དེ་ནས་བཅོ་ལྔ། དེ་ནས་མཛའ་སྒོ་ཕྱེ་ཚེ་དོན་རྟགས་པོ་སྤྱིན་རོག་བཞུགས་པ་བསང། དེ་ནས་སྟོན་ཟླ་བཅོམ་ཟླ་འདས་སའི་རིགས་ཀྱི་བུ་མོ་བསྡུ་བ་ལས། དེ་ནས་ཚེས་བཅོ་ལྔ་ལ། དེ་ནས་སྐྱེ་དྲི་མེད་པ་ལྟར། དེ་ནས་སངས་རྒྱས་བཅོམ་ཟླ་འདས་ཀྱང་དེ་དང་འདྲ་སྟེ། ཡོངས་སུ་མྱང་ལ་བཟླ་བ་ལ་སྐྱེ་བ། སྐྱེ་དྲི་མེད་དོ། སྤེལ་ན་ང་དང་ཨེ། ཅོ་ངེ་བཟའ་བ་ནོག་པ་ལས། ད་ང་དང་ཅོ་ངེ་བཟའ་བ་བོ་དེ་ནས། ཚེས་པ་གཅིག་ནས་བཅོ་ལྔ་བར་དུ་ཅི་བྱ་ནོག་ཟེར་ན་ཆེ་ཆེ་ཆེ་ཆེ་བྱ་ནོག་པ་ལས། ཤེས། ཅོ་ངེ་བྱ་ག་ཅབ་ལས་པ་གཅིག་ན། དེ་ནས་བཅོ་ལྔ་པ། ད་ནི། སྨྲ་ནི་ཁོ་རང་སྟེ་ཀ་ནི་འདྲིས་བྱེད་སང་བཅོ་ལྔའི་བཟའ་བ་འདྲིས་བྱེད་སང་མི་སྐྱག། དེ་ནས་སྟེ་ཀ་ཡང། ང་དང་དེ་བང་ཆ་བྱེད་མི་སྐྱག་པ་ལས་གཅིག་ཅིའི་ཀ་ལུས་སེ་ནོག་པ་བཅོ་ལྔའི་བཞག་ག་ལས། དེ་ནས་བཅུ་རུག་ནི་ཡང་བ་ཅིའི་བྱེད་སྐྱག་ཟེར་ན་ཡང། ཟླ་བ་བབས་ཏེ་ཆུང་བ་ཆུང་བ་ཆུང་བ་ཆགས་ནོ་ག་ལས། ཟླ་རེའི་ཚེས་པ་གཅིག་ནས་བཅུ་བཞིའི་བར་དུ་ཅི་བྱས་ཀྱག་ཟིན་ན་ཆད་ཆད་ཆགས་ནོ་འོ་ད། སྟོན་པ་ཐུགས་རྗེ་ཅན་བང་དེ་ནས་བདག་ས་ང་དང། བཅོ་ལྔའི་བཟའ་བ་བཙོག་ལ་དེ་ནས་ཨ་ནས། ཆད་ཆད་ཆད་དང་དེ་ནས་བཅུ་དྲུག་ནས་བ་ཆུང་བ་ཆད་ཆད་བཙོག་མེད་པ། དེ་ནས། སྐྱེ་བྱེད་དང། དེ་ནི་འདི་བྱེད་མོ་བསྟན་ནོ། སྐྱེ་བ་དང་འཆི་བ་མེད་པ་སངས་ཏེ་བ་དེ་ནི་སངས་རྒྱས་བཅོམ་ལྡན་འདས་སི། དེ་ནི་སྐུ་མྱ་ངན་ལས་འདའ་བའི་དེ་ནི་དུས་ཆེན་པོ་དེ་ནི་ཨོ་དེ་ཡོད་བྱུང་ང་ཡིན་གོ་ཤེས་པོ་ཏེ་བ་ཡིན་ནོག་མ་ལོན་ནོག་དེ་ཇག་པ་ཁོ་རང། གསོབ་རྒྱུའང་མེད། དེ་ནི་ང་དང་ངའི་ཆགས་རྒྱུའང་མེད་གག། ཁོ་རང་ཡ་གང་པ་ཟི་དེ་ཁོ་རང། དེབ་གང་དེ་ཨོ་དེ་བ་ནང་བཞིན་འཇིག་དེ་ནི་ང་དང་བདག་ས། སྟོན་པ། ཡོངས་སུ་མྱ་ངན་ལ་བཟླ་བ་སྟེ་དེ་ནི་སྐྱེ་དྲི་མེད་མོ་སྟེ་དེ་ནི་མྱ་ངན་ལ་བཟླ་ས་བཟླས་དེ་ནི་སྐྱེ་བ་དང་ཤི་བ་མ་ནི་མི་རྒྱག་མོ་ལ་རོག་དེ་ནི་ཡང་ཡང་སྐྱེ་དགོས་ཤེས་དང་ཡང་ཤི་དགོས་ཤེས་པོ་ཏཱ་ཏའི་བྷིའ་དེ་ནི་ང་དང་ཅོང་ཧེ་བཞག་ག་བོར་དགོས་ཤེས་སི། སྟོན་པ་ཐུགས་རྗེ་ཅན་ནི་ཐུགས་དགོངས་ངོ་ན་དེ་དེ་ཟུག་ཡོད་བཀག་མོ་སྟེ་བདག་ས་ང་དང་དེ་ནི་ཐེག་པ་ཆེན་པོའི་ལུགས་སུ་བ་དེ་ཟུག་བཞུགས་རྒྱུ་མ་མང་པོ་བཀག་ཏཱ་ཨིའོ་རོག་དེ་ནི་ང་དང་ལྡན་པའི་སྟོན་པ་ཐུགས་རྗེ་ཅན་ནི་མཛད་རྣམས་དེ་ནས་སྐྱེ་བ་སྔོན་པོར་སྐྱེ་བའི་རྫས་དང་མགལ་དང་ལ་ནག་ཕོ་བའི་རྫས་དང་ཡུམ་གྱི་ལུམས་སུ་བཅུག་པ་སྐུ་བལྟམས་པའི་རྫས་དང་བཟོ་བའི་གནས་ལ་ཁ་སྤགས་སྟོན་པའི་རྫས་དང་བཙུན་མོ་ཡི་འཁོར་དུ་དགྱེས་པར་རོལ་བའི་རྫས་དང་རབ་ཏུ་འབྱུང་བའི་རྫས་དང། དགའ་བ་བྱེད་པའི་རྫས་དང་བདུད་བཅོམ་པའི་རྫས་དང་སངས་རྒྱས་པའི་རྫས་དང་ཆོས་སྐོར་བསྐོར་བའི་རྫས་དང་སྐུ་མྱ་ངན་ལས་འདས་པའི་རྫས་དང་དང་བཅུ་གཉིས་མོར་དེ་ལྟར་རྫས་པ་ལྔ་དང་བདུད་དུ་བརྗོད་ན་བཅུ་གཉིས་བརྗོད་ཀྱང། དེའི་བདུད་བརྟགས་ན་དེ་ནི་རྫས་པ་བཞི་རྫས་པ་གསུམ་རྫས་པ་གཅིག། བརྒྱད་བརྟགས་ན་དེ་ནི་རྫས་བརྒྱ་ཟེར་ཏེ་རྫས་བརྒྱ་དཔག་བསམ་འཁྲི་ཤིང་དང་མ་མོག་པོ་ཡོད་ཀྱང་ལྔ་དག་དེ་འོན་ཏེ་ནི། སྟོན་པའོ་མ་ནི་སྟོན་པའི་མཛད་པའོ་དེ་ནི་གོས་རང་ང་དང་པད་བཞུས་ཏེ་སྙན་ཆེས་མི་ཀྱག། ད་ཨིའོ་ནོག་དེ་ནི་སྟོན་པ་ཐུགས་རྗེ་ཅན་ནི་དེ་ནི། ང་དང་མཛད་རྣམས་བོ་དེ་ནི་ཚར་ཏེ་ནོག་ག་ལ་ད་ཨིའི་སྟེང་ནི་དེ་ནི་སྟོན་པ་ཐུགས་རྗེ་ཅན་སྐུ་མྱ་ང་ལ་བཟླས་ཏེ་སྟེང་ནི་ད་ཁོང་ང་ནི་ཁྲི་ཚབ་ཙོགས་པོ་སུའོ་ས་ལ་མཛད་ཀྱག་བཞུའོ་ནོག་ད་ལ་ད་ལྟེ་བ་དེ་ནི་སྟོན་པའི་ཏར་དྲབས་བདུན་མཛད་དེ། ད་དེ་ནི་དང་པོ་དེ་ནི་ང་དང། དེ་ནས་ན་སྟན་ཨོ་ཧྲུང་ཆེན་པོ་བཞུགས་མཁན་ཀ་ཤ་པ་བཞུགས་མཁན་དང། ད་དེ་ནས་ཨོ་ཧྲུང། དེ་ནས་ཀུན་དགའ་བོ། དེ་ནས་དེ་ནས་ཤ་ནའི་གོ་ཅན་ཉེར་སྦ་སྡི་སྡི་ཀ་ནག་པོ་ལེགས་མཐོང་བཞུགས་ཏེ་དེ་ནས་ཚིག་ཚིག་སྒྲ་ཚིག་ལ་སྟོན་པས་དེ་ནས་ང་དང་ཨ་ཨི་གསུངས་བོ། ཉམས་མ་ཞུགས་ཨ་དེ་ནས་ཡར་རྒྱ་ས་ལས་འཇིགས་དང་འཛག་ས་ཚུགས་པ་ང་དང་ཨི་སེམས་ཅན་ཚང་མ་བདུན་ལ་ལུས་དགོས་ཤེས་པོ་ཨོ་ད་དེ་ནས་སྟོན་པའི་རྟ་རབ་བདུན་དང་ཨོ་ད་དེའི་སྟེང་ནས་དེ་ནས་སྟོན་པའི་རྟ་རབ་བདུན་ནས་སྟེང་ནས་དེ་ནས་ང་དང་ཨ་ཀ་དུ་དང་པོ་གཉིས་པ་གསུམ་པ་བཞུགས་གནས་ཀ་བ་ང་དང་ཨ་དེ་ནས First Buddhist Council Second Buddhist Council Third Buddhist Council ཟེར་ཏེ་དེ་ནས་པ་ནས་ད་མ་མང་པོ་ཞིག་ཨོ་བཞུགས་ག་དེ་ནས་ང་དང་ས་ཐེ་ར་བ་དེ་དེ་ནས

ཟབ་མོ་ལྟ་བའི་རྒྱུད་དང་འགལ་ཕྱིན་གཅོད་པའི་རྒྱུད་ཀྱི་རིམ་པ་ཚང་མ་དེ་ནས་ནང། ལྟར་དེ་ནས་མངའ་བདག་འདག་ས་སངས་རྒྱས་ཀྱིས་གསུངས་པོ་མངའ་བདག་འདག་ས་ཚུགས་པ་དེ་ནས་མ་ཉམས་ས་ཡོད་དེ་འཇིག་ལྟ་རུང་མ་ནས་པདྨ་བཞུགས་ཤེས་ཟིན་ནོག་མོ་ཟིན་ནོག་བསྐྱོད་པ་སངས་ཨོ་ད་དེ་རིང་ཡིད་ཙམ་ཞིག་ཡིན་དེ་ནས་ཐོ་རེ་ནས་བ་མངའ་བདག་སྟོན་པའི་ལྟར་གྲབ་བདུན་པོ་ཛཔ྄་པིག་མདོར་བསྡུས་ཤིག་བཞུད་ཅེས་སེ་མངའ་བདག་བརྩོན་འགྲུས་ཆེན་ཚང་མ་ལ་ཐུགས་ཕན་གསོ་བའི་རེ་བ་འཇུ་ལེ་བཀྲ་ཤིས་བདེ་ལེགས།